ཨ་རིའི་གཞུང་གིས་ང་བཀོད་ཁྱབ་བཏང་བཞག་པའི་ནང་ལོགས་ནས་བོད་ཀྱི་ཐེབས་རྩ་ཡིན་ནའི་རེད་ཨ National Democratic Institute དེ་གཉིས་ཀ་ལོགས་ལ་ཡི་གེ་འཇོག་ཚར་བ་རེད་མཚམས་འཇོག་གི་ཡི་གེ་འཇོག་ཚར་བ་རེད་དེ་ག་ནང་བཞིན་དངུལ་ཁག་གཅིག་ད་ལོ་ལོགས་ནས་བྱས་ནས་ང་ཚོ་ཨ་རིའི་གཞུང་ནས་ཐད་ཀར་ལན་ཡག་གི་འགོ་བཙུགས་པ་རེད་ནང་སྲིད་ལས་ཁུངས་དང་ཤེས་རིག་ལས་ཁུངས་དང། འཕྲོད་བསྟེན་ཨ་ནི་དཔལ་འབྱོར་ལས་ཁུངས་དེ་ངས་ནས་ཡོད་ཡོད་པ་རེད་ཨ་དེ་གས་དེ་ཡང་དེ་གས་དེ་ལས་ད་མཚམས་འཇོག་གི་ཡི་གེ་དེ་འཇོག་བ་རེད། དེ་ཡིན་དུས་བསམ་པ། ས་ཡ་བདུན་འདི་དང་ས་ཡ་གསུམ་དང་ས་ཡ་གཉིས་གཅིག་ས་ཡ་བཅུ་གཉིས་འདི་ད་ལྟ་དགའ་བསྡད་ཡོད་རེད། ད་ད་འགོ་མཚན་ལ་ཡང་བོད་ཆས་ཆུ་ཚོད་བཅུ་བ་ཙམ་ཞིག་ལ་ང་ཚོ་ཚུར་ལེན་བཅོལ་ཡས་ཏེ། ཕྱི་སྲིད་ལས་ཁུངས་ཀྱི་ཐད་ཀར་སྟངས་འཛིན་གྱི་འོག་ལ་ཡོད་པའི་གི་ད་ལྟ Population Refugees Migration PRM ཞེས་ཡས་དེ་གི། ང་ཚོ་ལོ་གཅིག་ལ་ཡང་བལ་ཡུལ་དང་རྒྱ་གར་ནང་ལོགས་ལ་ས་ཡ་གཉིས་གཅིག་གནང་གི་ཡོད་རེད། ད་འདི་མུ་མཐུད་ནས་གནས་ཡག་གི་བཀོད་ཁྱབ་འདི་ད་འགོ་མཚན་ལ་འབྱོར། དེ་ཡིན་དུས་བསམ་པ་ད་ས་ཡ་གཉིས་གཅིག་གནས་གི་ཡོད་ད་གཞན་པ་དེ་གའི་དེ། ང་ཚོས་མུ་མཐུད་ནས་འབད་བརྩོན་བྱེད་དགོས་སྐོར་ངས་ནམ་རྒྱུན་དུ་ནས་ཞུ་འདེགས་ཀྱི་ཡོད་པ་ནང་བཞིན་ཕྱི་ནས་ཡིན་ཤག་བྱས་ནས་ང་ཚོ་བསྡད་ཡོད་མ་རེད་རྒྱལ་ཁབ་རེ་རེ་སླད་སྲིད་ཇུས་རེ་རེ་སྒྲིག་གཅིག་བྱས་ཡོང་དུས་བསམ་པ་དེ་ཚོ་ལ་འགྱུར་བ་རང་བཞིན་གྱིས་ཐེབས་འགྲོ་གི་རེད། ད་ལྟ་ཕེ་ཁེ། ཨ་མི་རི་ཀའི་སྲིད་གཞུང་ནང་ལོགས་ལ་གསལ་བོ་མེད་བ་བྱས་རྗེས་ཨ་ནི་ག་འདྲས་བྱེད་དགོས་ཀྱི་ཡོད་མེད་དེ་མི་ཐུག་དགོས་ཀྱི་ཡོད་ནས་སུ་ཐུག་དགོས་ཀྱི་ཡོད་མེད་དེ་ཚོ་ཚང་མ་གསལ་བོ་མེད་བ་བྱས་རྗེས་གནས་སྟངས་གཅིག་གི་འོག་ལ་ལྷུང་བསྡད་ཡོད་རེད། དེ་ཡིན་དུས་ཚན་པ་ད་ལྟ་ལམ་ཁ་གསལ་བོ་མེད་པའི་གནས་སྟངས་ཀྱི་འོག་ནས་ལམ་སང་ང་ཚོ་ཕར་ཕྱིན་པ་ཡིན་ནས་ཁག་པོ་རེད་བཞག་ད་ལྟ་བསྐྱར་གསོ་བྱེད་ཐུབ་ཡ་དེ་ཡང་བལ་གལ་ཡ་ཨ་རི་དོན་གཅོད་རེད་དེ་ག་ནས་བཞིན་ཕྱིན་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་རེད་ཨ་ནི་བོད་ཀྱི་ཐེབས་རྩ་ཚང་མ་ལོག་ཧ་རུ་བུ་རུ་བྱས་བྱས་ཨ་ནི་ང་ཚོ་དེ་ནས་ཕར་ལམ་སྟོན་ཞུ་དགོས་ཞུ་དགོས་ཕན་ནས་ཚུགས་གནས་ཚུལ་ཚུགས་འགྲོ་དགོས་འགྲོ་དགོས་བྱས་བྱས་ད་ལྟའི་དུས་ཚོད་དེ་ལ་མི་ཐུག་ཐུག་ཡ་གི་གནས་སྟངས་མི་འདུག་ཨ་ནི་ལྟས་ཤིག་གནས་ཚུལ་མ་ལྷིང་འཇགས་འདྲ་བོ་ཆགས་པའི་ན་གནས་སྟངས་དང་རྣམ་པ་ཚང་མ་ལ་མཆན་འཇལ་བ་རེད་རྣམ་པ་ཚོ་བརྒྱུད་ལམ་ཕྱག་ལས་གནང་མཁན་ཡོད་དུས་ཉིན་རེ་ཉིན་རེའི་གནས་ཚུལ་གསར་པ་ག་ཚོད་ཚོད་ག་ཚོད་དོན་དགོས་ཡོད་མེད་དེ་མཁྱེན་བསྡད་ཀྱི་ཡོད་དུས་བསམ་པ་ལས་ཡང་འདི་ལྟས་མ་ལྷིང་ཅིག་འཇགས་པ་ཡིན་ན་ཨ་ནི་ང་ཚོ་ད་ད་ལྟ་ལྷག་མ་དེ་གས་དེ་ཡང་བསྐྱར་གསོ་ཐུབ་ཡ་ལ་ག་རེ་བྱེད་འོག་དེ་དེ་འདྲའི་ལྷག་མ་དེ་བསྐྱར་གསོ་མ་ཐུབ་ཀྱི་བར་དུ་ང་རང་ཚོ་མང་ཚོགས་ནང་ལོགས་ལས་རེས་སྒྲིག་འཛུགས་ཀྱི་འགན་འཁྱེར་མཁན་ཚོའི་ངོས་ནས་ཡིན་ནའི་དེ་གསལ་པོ་མཁྱེན་དགོས་ཡ་ཅིག་རེད་ག་ཚོད་ཁོ་ཁོ་དངུལ་གྱི་ཡོང་སྒོ་ཉུང་ཆིན་པ་ཡིན་ན་དེ་ལ་དཔག་པའི་གི། ད་ང་ཚོ་སྐེ་རགས་ཐ་མུར་བཏང་ཟེར་ཡ་དེ་བཏང་དགོས་ཀྱི་ཡག་རེད་དེ་ཡིན་དུས་བསམ་པ་འདས་པའི་ཉིན་མ་གཉིས་གསུམ་གྱི་ནང་ལོགས་ལ། འཛིན་སྐྱོང་བཀའ་ཤག་གི་ངོས་ནས་ཐེངས་ཁང་སོ་སོ་སོའི་ནང་ལོགས་ལ་ད་དངོས་གནས་དགོས་ངེས་ཀྱི་ང་ཚོ་བྱེད་དགོས་ཡ་ད་ལྟ་རོགས་ལམ་དེ་ཚོ་དང་འབྲེལ་བ་ཡོད་པའི་གི་དངུལ་དེ་གའི་ནང་ལོགས་ནས་དགོས་ངེས་ག་རེ་ཡིན་པ་དེ་གས་འཛིན་ཡ་བཞག་ད་ལོ་ཉིས་སྟོང་རྩ་བཞི་རྩ་ལྔ་རྩ་དྲུག་ལ་ཡ་ལག་བསྟར་བྱེད་ཡ་བྱེད། དགོས་ངེས་མ་ཡིན་པ་དེ་གས་དེ་ཨ་ནི་ཡང་བྱུང་མ་གོ་བསྐྱར་གསོ་ཐུབ་པ་ཡིན་ན་བྱེད་ཡ་བྱེད། འོ་འདུག་བྱས་བྱས་ད་ད་ཕང་འགྲིག་འགྲོ་བསྡད་ཀྱི་ཡོད་དེ་ཡིན་དུས་ད་ད་ང་ཚོ་སྔོན་རྩིས་ཀྱི་ལས་ཀ་དེ་ལས། དོགས་པ་མང་པོ་ཅིག་འདྲ་དེ་ཡང་རེད། དཔེར་ན། ཟླ་གཉིས། ཟླ་གཉིས་ཟེར་བར་ད་ད་ལྟ་འགྲོ་བཞིན་པའི་ཕྱི་ཟླ་བཞི་པའི་ཚེས་གཅིག་བར་དུ་གསུམ་པའི་གསུམ་སོ་གཅིག་བར་དུ། ཟླ་བ་གསུམ་གྱི། ཨ་ནི་འགྲོ་སོང་མང་པོ་ཅིག་ལ་ཡང་དོགས་པ་འགྲོ་གི་ཡོད་དུས་བསམ་པ་ལ། ས་ཡའི་རྒྱ་དེ་ཉིད་ཤུ་སུམ་ཅུ་ཀ་ར་ཅིག་རྒྱ་གར་སྒོར་མོ། ས་ཡའི་རྒྱ་དེ་ཉིད་ཤུ་སུམ་ཅུ་ཅིག་གི་ཁྱད་པར་ཞིག་འགྲོ་གི་ཡོད་རེད་དེ་ལ་ང་ཚོ་ས་ཡའི་རྒྱ་ཟླ་ལྔ་བཅུ་ཅིག་ཐབས་ཤེས་བྱེད་ཐུབ་བ་རེད། ཨ་ནི་འདི་ལོ་རྗེས་མ་ནས་ཡང་མུ་མཐུད་ནས་རག་བསྡད་ཡག་གི་གནས་སྟངས་ཅིག་རེད་དེ་ཡིན་དུས་བསམ་པ་ད་ད་ལྟའི་རིང་ག་ལ། སྤྱི་བཏང་གི་ང་ཚོ། སྒྲིག་འཛུགས་ཡིན་ནའི་རེད། གང་ཟག་གཅིག་གི་མི་ཚེ་ནང་ནས་ཡིན་པ་ཡིན་ནའི་རེད། ཨང་ཞིག་བར་ཆད་དང། གདོང་ལེན་བྱེད་དགོས་པ་དེ་འདྲ་ཡོང་གི་རེད། ད་ལྟ་གདོང་ལེན། བོད་མིའི་སྒྲིག་འཛུགས་ལས་གདོང་ལེན་བྱེད་དགོས་པའི་གནས་སྟངས་ཅིག་ཆགས་བསྡད་ཡོད་དེ་ཡིན་ནའི། དངངས་སྐྲག་བྱེད་དགོས་པ་དེ་འདྲ་གལ་མ་རེད། དེང་སང་བློ་ལ་ཐབས་ཤེས། བཀའ་ཤག་ནང་ལ་གོ་བསྡུར་བྱེད་ཆེད་ཨེ་ནི་ང་ཚོ་ཐབས་ཤེས་རིམ་པ་རིམ་པ་ཐོན་ཡ་མཛོད་འབད་བརྩོན་ཞུ་བསྡད་ཀྱི་ཡོད།